ལྟར་མཛད་པ་བཅུ་གཉིས་ཏེ་ད་ལྟ་དེའི་ནང་གི་རྩ་བ་འདྲ་བར་བྱས་ན། ཆུ་སྐེད་དྲེགས་ཀྱིས་མཛད་པ་བརྒྱ་ལ་གསུངས། ཐུན་མོང་དད་ཐབས་དབང་གི་ཚད་མས་ཀྱང། ཐུན་མོང་ལ་གྲོགས་མཛད་པ་བཅུ་གཉིས་ཏེ། ལྟར་དེ་ལ་དེ་སྐད་ཟེར་ལ། ཆུ་སྐེད་དྲེགས་ཀྱིས་མཛད་པ་དེ་ལ་ཞེ་སྡང་བརྒྱ་ལ་སོགས་པ་འདི་སྐད་ཟེར་ལ། ཨ་ནེ་གྲོང་ཁ་བརྒྱ་ཙམ་སྐད་ཆ་མ་རེད་གྲོང་ཁ་ཧ་ཅང་མང་པོ་ཡོད་རེད། ཨ་ནེ་དེ་ཡང་ཐུན་མོང་མ་ཡིན་པའི་དལ་འཐབ་ཀྱི་དབང་དུ་བྱས་ན། རྟ་རྒྱ་ལ་སོགས་པ་ཚད་མེད་པ་དེ་ཡོད་རེད། ཨ་ནེ་ང་ཚོ་སྡེ་བརྒྱ་ཐུན་མོང་ལ་ཡོངས་སུ་གྲགས་པའི་མཛད་པ་དེ་ལ་ག་ཚད་བརྩི་གི་ཡོད་རེད་ལ་ན་མཛད་པ་བཅུ་གཉིས་འོ་དེ་བརྩི་གི་ཡོད་རེད་བ།

ལགས་སོ། དཔལ་ཡབ་བོ། ཨ་ནི་སྤྲུལ་སྐུ་དེ་ལ་ཡང། རིགས་མི་འདྲ་བ་ག་ཚོད་ཅིག་ཡོད་རེད།
གསུམ།
ག་རེ་ག་རེ་རེད།
མཆོག་གི་སྤྲུལ་སྐུ། བཟོ་བོའི་སྤྲུལ་སྐུ། སྐྱེ་བ་སྤྲུལ་སྐུ།
ལགས་སོ། ཨ་ནི་སྤྲུལ་སྐུ་ལ་ཡང་མཆོག་གི་སྤྲུལ་སྐུ། བཟོ་བོ་སྤྲུལ་སྐུ། ཤེས་བ་སྤྲུལ་སྐུ། ཨོ། གསུང་གི་ནང་ནས་བསང་ཆུ་བཅོམ་ལྡན་འདས་དེ་ག་རེ་རེད། མཆོག་གི་སྤྲུལ་སྐུ།
ལགས་སོ། མཆོག་གི་སྤྲུལ་སྐུ་ལགས་ན་ང་ཚོ་མཚན་བཟང་པོ་སུམ་ཆ་རྩ་གཉིས་དང་དཔེ་བཤད་བཟང་པོ་རྒྱལ་སྤྱིས་སྤྲད་པའི་བསང་ཆུ་བཅུ།

ལ་སོགས་ལྟ་ལྔ་མཚོ་དང་གི་མཛད་པ་བཅུ་གཉིས་ལ་རེ་བ། ཨ་ནི་མཛད་པ་བཅུ་གཉིས་དེ་རྣམས་བགྱིས་ལ་ང་ཚོ་ཇོ་བླ་མ་གི་འཁོན་དྲུང་ནས་མཛད་པ་བཅུ་གཉིས་དེ་འབྲང་གི་ཡོད་རེ་བ། དེ་བྱས་ལྟ་ཇོ་བླ་མ་གི་ནང་ལུགས་ལ་ག་རེ་གསུངས་ཡོད་རེ་ཟེར་ན་ཐུགས་རྗེ་ཆེན་པོ་འཇིག་རྟེན་བྱེད་འཇིག་རྟེན་སྐུ་ལ་གཟིགས་ནས་ན་ཕྱིས་ཀྱི་སྐུ་ལས་མ་གཡེལ་བར་སྤྲུལ་པའི་རང་བཞིན་སྣ་ཚོགས་ཀྱིས། གཤེ་བ་བསྙེན་པ་གཤེ་བ་དང། དགའ་བདེའི་གནས་ནས་འཕོ་བ་དང། ལྷུ་སུ་ཞུས་དུ་བཏང་བ་དང། བཟོ་ཡི་གནས་ལ་མཁས་པ་དང། བཙུན་མོ་འཁོར་རྗེས་རོལ་བ་དང། ངན་འགྱུའི་དཀའ་བ་གཤེ་བ་དང། གཞོང་ཕྱི་གཉིས་པོ་གཤེ་བ་དང། འདུ་འདེགས་ལྕམ་དང་རྫོགས་པ་ན། གཞོང་ཕྱི་ཕྱི་བྱ་འཁོར་ལོ་དང། མྱ་ངན་འདས་པ། ཤེས་མཛད་རྣམས་ཡོངས་སུ་མ་དག་གཞི་ན་ས་སུ་པ་བྱ་ས་མནན་པ་དེས། ལྟ་དེའི་ནང་ལ་མཛད་པ་བཅུ་གཉིས་བསྟན་གྱི་ཡོད་རེད་ཨ་ནི་མཛད་པ་བཅུ་གཉིས་དེ་ག་རེ་ག་རེ་རེད། ལ་སོགས་བརྒྱད་མཁའ་འགྲོ་ལ། ལ་སོགས་མཛད་པ་བཅུ་གཉིས་དེའི་དང་པོ་ནས།
དགའ་ལྡན། མཛད་པ་དང་པོ་དགའ་ལྡན་གནས་ནས་འཕོ་བའི་མཛད་པ། མཛད་པ་གཉིས་པ། ལྷུམས་སུ་ཞུགས་པའི་མཛད་པ། མཛད་པ་གསུམ་པ་དེ། སྐུ་བལྟམས་པའི་མཛད་པ། མཛད་པ་བཞི་པ། བཟོ་ཡི་གནས་ལ་མཁས་པའི་མཛད་པ། གོང་གི་མཛད་པ་ལྔ་པ་དེ། བཙུན་མོའི་འཁོར་ལ་རོལ་བའི་མཛད་པ། མཛད་པ་དྲུག་པ་འདི། ངེས་འབྱུང་བསྐྱེད་པའི་མཛད་པ། མཛད་པ་བདུན་པ་འདི། དཀའ་བ་སྤྱོད་པའི་མཛད་པ། མཛད་པ་བརྒྱད་པ་འདི། བྱང་ཆུབ་སྙིང་པོར་གཤེགས་པའི་མཛད་པ། མཛད་པ་དགུ་པ་འདི། བདུད་སྡེ་བཅོམ་པའི་མཛད་པ། མཛད་པ་བཅུ་པ་འདི། རྫོགས་པར་རྫོགས་པར་རྫོགས་པའི་བྱང་ཆུབ་ཏུ། རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་པའི་མཛད་པ། ནི། མཛད་པ་བཅུ་གཅིག་པ་འདི་ཆོས་ཀྱི་འཁོར་ལོ་བསྐོར་བའི་མཛད་པ། ནི། མཛད་པ་བཅུ་གཉིས་འདི་མྱ་ངན་ལ་དད་པའི་མཛད་པ།
ལ་སོགས། ད་ལྟ་མཛད་པ་བཅུ་གཉིས་ཡས་པའི་ནང་གི། ད་མཛད་པ་དང་པོ་དགའ་ལྡན་གནས་ནས་འཕོས་པའི་མཛད་པ། མཛད་པ་གཉིས་པ་ལྷུ་སུ་ཞུས་པའི་མཛད་པ་སྐུ་བལྟམས་པའི་མཛད་པ་གསུམ་པོ་སྟེ་དེ་རིགས་ཀྱི་ལྷོ་མཚན་ནོར་བུ་འགྲོ་ཡ་བྱེད། རྟགས་དང་པོ་དགའ་བདེ་ནས་མཛད་པ་དང་པོ་དགའ་བདེ་ནས་འཕོ་བའི་མཛད་པ། རྟགས་དགའ་བདེ་ནས་འཕོ་བའི་མཛད་པ་དེ་དགའ་བདེ་གནས་ས་དོམ་པ་སྟོད་གབ་པའི་ཕྱི་སྒོ་བརྒྱ་སྟེ་སྲིད་པ་སྣང་བརྙན་འཕེལ

ལྷ་ཡི་བ་དོམ་པ་ཏོག་དཀར་པོ་ཞིག་ནི་དེའི་ག་ཞལ་བ་བཞི་པའི་དཀར་སེར་ཨ་ནི་དགའ་བདེ་ཀྱི་གནས་སུ་རྗེ་བཙུན་ཞང་པོ་མཁན་པོ་ལ་སོགས་པའི་ལྷ་ཡི་གདུལ་བྱ་དེ་ཚོ་ལ་ཕྱིས་ཀྱི་སྒོ་མོ། དཔེར་ན་དལ་བ་ན་ཕྱིས་ཀྱི་ཕྱི་ནུ་བའི་སྒོ་དེ་ལ་སོགས་པའི་ཕྱིས་ཀྱི་སྒོ་མོ། བརྒྱ་རྩ་ལ་སོགས་པ་བསྟན་ནས།

ལ་སོགས། རྒྱའི་མཁའ་འགྲོ་ལ་གཟིགས་པ་རྣམ་པ་ལྔ་དེ་ག་རེ་རེད། ཡུལ་ལ་གཟིགས་པ། དུས་ལ་གཟིགས་པ། རིགས་ལ་གཟིགས་པ། རུས་ལ་གཟིགས་པ། ཡུམ་ལ་གཟིགས་པ། ལ་སོགས། གཟིགས་པ་རྣམ་པ་ལྔ་དེ། ཡུལ་ལ་གཟིགས་པ། རིགས་ལ་གཟིགས་པ། རིགས་རྒྱུད་ལ་གཟིགས་པ། ཡུམ་ལ་གཟིགས་པ། དུས་ལ་གཟིགས་པ། གཟིགས་པ་རྣམ་པ་ལྔ་དེ་རེད་བ། ལགས་སོ། ད་ཡིན་གྱི་དབང་དུ་བྱས་ན་ཡུལ་ལ་སྲིད་པ་དེ་ག་འདྲའི་རེད། ལགས་སོ། འདི་གང་འགྲོ།
འཛམ་བུ་གླིང། ཡུལ་དབུས། འཛམ་བུ་གླིང།
ལགས་སོ། ཡུལ་དབུས་འཛམ་བུ་གླིང་གི་ཡུལ་དབུས། རྒྱ་གར་གྱི།

ཚེ་སྙིགས་མ། དུས་སྙིགས་མ། སེམས་ཅན་སྙིགས་མ། ལྟ་བ་སྙིགས་མ། ཉོན་མོངས་སྙིགས་མ། ལ་སོགས་ཚེ་སྙིགས་མ། དུས་སྙིགས་མ། སེམས་ཅན་སྙིགས་མ། ལྟ་བ་སྙིགས་མ། ཉོན་མོངས་སྙིགས་མ། ལྟ་ཚེ་སྙིགས་མ་ཟེར་ན།
ཚེ་ལོ། ཚེ་ལོ་བརྒྱ་པ།

ལ་སོགས། ད་དེའི་ཉི་མ། ཚེས་ཉི་མ་སྟེ་ཚེ་ལོ་བརྒྱ་པའི་དུས་བྱས། ནི་དེ་ཡང་ད་ལྟའི་གནས་སྐབས་སུ་ཚེ་ལོ་མ་འགྲོས་ནས། ད་ཚེ་ལོ་བརྒྱད་ཅུ་བདུན་ཅུ་ལྔ་ཅུ་དེ་འདྲའི་མ་ཆགས་ཡོང་གི་ཡོད་རེད་བ། ཐ་ན་ཚེ་ལོ་བཅུ་པའི་བར་དུ་ཆགས་ཡོད་རེད་གསུང་གི་ཡོད་རེད་བ། འོ་དེ་བྱས་ད་དེའི་ཉི་མ་ལ་ན་ག་འདྲའི་བྱེད་ལ་ལ་དགོས་རེད། གོ་བ་རེད། ལ་སོ། དགེ་མཁའ་འགྲོ་ལགས།
དུས་ཚོད་སྙིགས་མ་དུས་སྙིགས་མ་ལབ་དུས་ང་ཚོ་ད་ལྟ་ཆུ་ལོག་བྱུང་ཡ་དང་ས་ཡོམ་རྒྱག་ཡ་དེ་འདྲས་ཀྱི་རང་བྱུང་གི་གནོད་པས་གནོད་པ་བྱུང་བའི་དུས་ཚོད་ཅིག་ལ། ལ་སོ།
རང་བྱུང་གི་ས་ཆ་མེད་ལུས། ལ་སོགས་པའི་དྲི་ཟའི་སྡུད་ཆགས་རྟ་འཇིགས་པར་ཤུགས་ཆེར་ཆེར་འགྲོ་གི་ཡོད་ར་བ་ད་དེ་ཚོ་ལ་དེ་ཉིད་མ་སི་ཤ་འདོད་ར་ད་སེང་ཆེན་ཉིད་མ་ལ་དི་ཀ་སི་ལ། ལ་སོགས། འདྲེ་གང་འགྲོ།
སེམས་ཅན་སྙིགས་མ་ལ་བདུད་ཙམ་པ་ང་གཟུགས་མི་དང་སེམས་ཅན་དེ་ཚོ། འདོད་ཆགས་ཆེ་རུ་འགྲོ།

ལ་སོགས་ང་ཚོ་སྐྱེ་འགྲོ་ཚང་མས་ཡིད་རྒྱུད་ལ་ཉོན་མོངས་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་ཉོན་མོངས་དེ་ཚོ་ཆེ་རུ་ཆེ་རུ་འགྲོ་སྡུག་རུ་སྡུག་རུ་འགྲོ་ཡ་གི་དུས་ཚོད་དེ་འདྲས་ཅིག་ལ།
རེད་རེད་ད་ལྟ་རེད། དཔེར་ན་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་རགས་རེད་འདུག་ཤུགས་ཆེ་རུ་འགྲོ་གི་ཡོད་རེད་བ། དཔེར་ན་སོ་སོ་ལ་བྱ་ལ་གཅིག་ཡོད་པ་ཡིན་ན་བྱ་ལ་གཉིས་དགོས་བ་དང།

སྦྱར་ལ་སོགས་པ་བསྟན་ནས་སྲིད་པ་རྣམ་པ་ལྔ། ཨ་ནི་ཡོད་ལ་སྲིད་པ་རི་ལ་སྲིད་པ་རི་རྒྱུད་ལ་སྲིད་པ་ཡམས་ལ་སྲིད་པ་དུས་ལ་སྲིད་པ་སྲིད་པ་རྣམ་པ་ལྔ་ཡི་སྒོ་ནས་ཕིན་པ་རེད་འཛམ་བུ་གླིང་དུ་བསྐྲད་པ་རེད། དེའི་ནང་གི་དུས་དེ་ཡང། ཨ་ནི་ཚེ་ཉི་མ་དུས་ཉི་མ་སེམས་ཅན་ཉི་མ་ལྟ་བ་ཉི་མ་ཉིན་མོ་ཉི་མ་ཨོ་དེ་འདྲིས་གི་དབྱིན་མ་ལྔ་བདོ་བའི་དུས། སེམས་ཅན་ང་ཚོ་ང་ཚོ་ཉམ་ཐག་པའི་དུས། དཀའ་ངལ་ཆེ་བས་དེ། འོ་དེ་འདྲས་བྱས་ལ་ང་ཚོ་ལ་རོགས་པ་བྱེད་ངེས་ཕེབས་པ་རེད་ཟེར་ན། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ལྷག་པར་དུ་བཀའ་དྲིན་དྲན་ཡག་ཅིག་བྱ་གི་འདུག་ཨ། འོ་དེ་འདྲས་བྱས། ལགས་སོ། ལྟ་མཛད་པ་གཉིས་པ་དེ་ག་རེ་བྱ་གི་འདུག། ལྷུམས་སུ་ཞུགས་པའི་མཛད་པ། རེད།
ལྷུམས་སུ་ཞུགས་པའི་མཛད་པ། ལགས་སོ། མཛད་པ་གཉིས་པ་དེ་ལྷུས་སུ་ཞུགས་པའི་མཛད་པ་དེ་བྱས། རྟ་བློས་སུ་ཤུད་པའི་མཛད་པ་དེ་ཡང། ད་ང་ཚོ་འདི་རྩ་བ་དེ་རྩ་བ་འདི་ག་རེ་གཞི་བཞག་བྱས་ནས་འགྲོ་གི་ཡོད་རེད་ཟེར་ན་འདི་གཞི་བཞག་གི་འཇག་གི་རྩ་བ་བྱས་ནས་བཞག་བྱས་ནས་འགྲོ་གི་ཡོད་རེད་བ། ཨོ་དེ་བྱས། ལགས་སོ། ད་ད་འགེལ་གི་ང་ཚོ་གཟིགས་པ་རྣམ་པ་ལྔ་ཡི་ནང་ནས་ལ། བློས་སུ་ཤུད་འདི་ག་ཚོ། ཚང་མ་ཅིག་འདི་ནོ་བསྟན་ཡོང་གི་འདུག་ཨ། འཛམ་བུའི་གླིང་གི་དབྱེ་བའི་རྒྱ་གར་ས་ཆ། ཨ་ནི་ཚེ་དེ་ཡང་ཚེ་ལོ་བརྒྱ་བའི་དུས། ཨ་ནི་འཛམ་བུའི་གླིང་ཡིན་པར་བཤད་འཛམ་བུའི་གླིང་ལ་ཚེ་ལོ་བརྒྱ་བའི་གི་དུས་ཡིན་པར་བཤད་ཡིད་ཆེས་ན་དབྱེ་བའི་རྒྱ་གར་དེ་དབྱེ་བའི་བརྩི་གི་ཡོད་ར་རྡོ་རྗེ་འདི་དེ་ང་ཚོ་དབྱེ་བའི་ལ་བརྩི་གི་ཡོད་བ་དེ་ཆེ། ཨ་ནི་རི་དེ་ལ་རྒྱ་བི་རི། ཨ་ནི་རི་རྒྱལ་དེ་ལ་ཡ་རྒྱ་བོ་ཟེར་ཙང།

རྟ་རྨི་ལང་ལ། ང་ནི་བློ་ཡས་པ་ནི་ལྷ་སྲི་ཞུས་པ་ལྟ་བུའི་རྨི་ལང་གཏོང་གི་ཡོད་རེད་བ། ཨོ་དེས་ན་ཞེས་རེད་བ། ཨོ་དེ་རེད། རྟ་གཉིས་པ་ལྷ་སྲི་ཞུས་པས་མཛའ་བ་བྱས། རྟ་གསུམ་པ་དེ་ལ་ག་རེ་རེད། སྐུ་དམ་པའི་མཛད་པ། ལ་སོགས་མཛད་པ་གསུམ་པ་སྐུ་བལྟམས་པའི་མཛད་པ། ད་སྐུ་བལྟམས་པའི་མཛད་པ་དེ་སངས་རྒྱས་བཅོམ་ལྡན་འདས་ཡན་གྱི་ལྷུ་སུ་ཞུས་ནས་ཟླ་བ་དགུ་བོ་ཟླ་བ་བཅུ་རྫོགས་པའི་མཚམས་ལ་ཨ་ནི་སྐུ་བལྟམས་པ་རེད། ད་དེ་རྩ་བའི་ཚིག་བྱས་ན། ངོ་མཚར་མཚན་མ་གཞལ་བ་སྙེད་དང་བཅས། ལུམྦི་ནི་ཡི་ཚ་དང་དེ་འདྲུད་གཏམས། རྟག་ངོ་མཚར་བའི་སངས་རྒྱས་བཅོམ་ལྡན་འདས་འཁྲུངས་པའི་གནས་ག་ས་ཡང་ན་སྐུ་བལྟམས་པའི་གནས་ག་ས། ས་ཤ་དེ་ག་བ་ལ་འཁྲུངས་པ་རེད། ལིམ་བི་ནི་ཡི་ཚ་ད་ལྟ་འདི་ལ་ང་ཚོ་ལིམ་བི་ནི་ཡི་ཚ་ལ་སངས་རྒྱས་བཅོམ་ལྡན་འདས་སྐུ་འཁྲུངས་པ་རེད་བ། གཉེན་མ་ཡིན་ན་རྒྱ་གར་གི་ས་ཤ་རྒྱ་འཕྲད་རྒྱ་འཕྲད་ཟེར་ནས་ད་རྒྱ་གར་གི་རྒྱ་གར་དུ་ནས་བ་ཡིག་གི་ས་མཚོ་མི་སྲིད་ཟེར་ནས་ཡོད་ས་མ་རེད་བ། རྒྱ་འཕྲད་རྒྱ་འཕྲད་བྱས། ད་དེང་སང་གི་དབང་དུ་བཤད་ན་ད་ལྟ་འདིར་རིམ་པས་ནི་ཡི་ཚ་སྟེ་བྃ་ཡིག་གི་ས་ཆ་ཁུད་དུ་ཆགས་ཡོད་དོ། ཨ་ནི་སངས་རྒྱས་བཅོམ་ལྡན་འདས་དེ་སུ་བཏང་བ་རེད་ལ་ན་རྒྱལ་པོ་གཞན་ནི་དེ་འགྲོས་བཏང་བ་རེད། འཁྲུན་པ་རེད། ག་བ་འཁྲུན་པ་རེད་རིམ་པས་ན་ཡི་ཚ་འཁྲུན་པ་རེད། འཁྲུན་པའི་སྐབས་སུ་ལ་རྟགས་མཚན་མ་ག་རེ་ག་རེ་ཡོད་རེད་ཟེར་ན། ངོ་མཚར་བའི་རྟགས་མཚན་མ། གཞལ་བ་མྱེད་དོ་བྱས་ཟེར་ན་གཞལ་བ་ཟེར་ན་ང་ཚོ་བྲང་ཁ་ཧ་ཅང་མང་པོས་གོ་སྟེ། གཏམ་ཚད་མ་ཧ་ཅང་མང་པོ་དང་བཅས་ཏེ་ལིམིཏ་ཚ་དེ་ལ་རྒྱ་བོད་གཞས་ནུ་དེ་འདྲ་སྐུ་བཏང་པ་རེད། བྱས་ཙང་ད་དེའི་ནང་ལོགས་ལ་དེ་འདྲུས་ལ་ཡོད་དེ་ག་རེ་རེད་ཟེར་ན། ངོ་མཚར་བའི་གཏམ་སྤྱི་ལ་རྩིས་ན་འདྲི་གི་ཡོད་རེད། སངས་རྒྱས་བཅོམ་ལྡན་འདས་འཁྲུལ་པ་དང། ཡག་རྒྱ་བོ་ཟས་གཙང་གིས། རྟ། ཡས་བདེ་བ་དང་ལོ་ལེགས་པ་དང་ཆར་གྱི་དུས་སུ་འབབ་པ་དང་ལ་སོགས་པའི་བའི་ཨ་ནི་ས་ཆ་དེའི་གདན་ཐམས་ཅད་འགྲུབ་པ་ཡི་ཚད་ནི་ཁོང་གི་མཚན་ལ་ཡང་དེ་འགྲུབ་ཅེས་བཏགས་པར་བ་ཨ་ཨོའི་དེ་འདྲས་བྱས། ད་དེའི་རྗེས་ལ་ཨ་ནི། སངས་རྒྱས་བཅོམ་ལྡན་འདས་ངོ་མཚར་བའི་གཏམ་གཉིས་པ་འདྲ་བོ་དེ་ང་ཚོ་ནམ་རྒྱུན་གྱི་ཡོངས་གྲགས་ཀྱི་ཞང་དེ་ད་འདས་དེ། དེ་ག་རེ་རེད་ཟེར་ན། གོ་ཚེ་སྐོང་གཉིས་གཙོ་བོ་ཁྱེད་བདམས་ཚེ་ས་ཆེན་འདི་ལ་གོམ་པ་འདབ་བོར་ནས་ང་ནི་འཇིག་རྟེན་འདི་ན་ཆོས་བྱེད་སུས་དེ་ཚེ་མཁས་པ་ཁྱེད་ལ་ཤངས་ཚ་ལོས། གོ་ཚེ་སྐོང་གཉིས་སྐོང་གཉིས་ལ་ནི་ག་རེ་རེད། རེད། སྐུ་ཉིད་ལ་ན་ང་ཚོ་སྐོམ་པ་གཉིས། ཧེ། སྤྱིར་བཏང་དུ་སྐོམ་པ་གཉིས་ཡིན་ངེས་ཀྱི་དུད་འགྲོ་སེམས་ཅན་དེ་ཚོ་ལ་ཡང་རྐང་པ་གཉིས་ལག་པ་གཉིས་ཡོད་རེད་བ་ཡིན་ན་ཡང་ང་ཚོ་སྐོམ་པ་གཉིས་བཙོས་ནས་ཡང་ལངས་ནས་འགྲོ་ངེས་ཅི་ཡིན་ཟེར་ནས་མི་འགྲོ་བ་མི་ཡི་རིགས་དེ་ཚོ་ལ་སྐོམ་གཉིས་ལག་རེད་བ། སྐོམ་གཉིས་མི། ད་དེའི་ནང་གི་གཙོ་བོ། ཨ་ནི་མཆོག་ཏུ་བྱེད་པ། བླ་ན་མེད་པ། གོང་ན་མེད་པ།

ང་ནི་འཇིག་རྟེན་འདི་ན་མཆོག་བྱས་གསོན། ང་འཇིག་རྟེན་འདི་ཡི་ཐུགས་ལ་ད་མཆོག་ཏུ་བྱས་པ་ཡིས་ང་ལས་སླ་བར་ཕྱིན་མེད་ཟེར་ནས་དང་པོ་འཕྲུལ་སྡེའི་བཀའ་ཟེར་ནས་དེ་འདྲི་གཅིག་གསོན་གི་ཡོད་རེད་བ། བྱས་ཙང་ཨ་ནེ་གསོན་པ་མ་ཚད་རྗེས་སུ་ཡང་ཨ་ནེ། སངས་རྒྱས་བཅོམ་ལྡན་འདས་དེས་འཛམ་བུ་གླིང་འདི་ཡི་ནང་གི་མཁས་པའི་མཁས་པ། མཁས་པའི་ནང་གི་མཁས་པ།

བལྟས་པས་མཛེས་པ་གཅིག་དགོས་ནས་མཛེས་པ་བཅུ་བཅུ་བ་བཅུ་གཉིས་དགོས་ནས་བལྟས་པ་གཅིག་ཡོད་རེད། དེ་འགའ་ཞིག་གིས་ཟེར་ན། མགོན་པོ་ཀླུ་སྒྲུབ་ཀྱིས་བསུན་པ་རེད་ཟེར་ནས་དེ་ནས་ཡོད་རེད་བ། འོ་དེའི་ནང་ལུགས་ལ་ག་རེ་བསུན་དུས་ཟེར་ན། ཟླ་བ་བཅུ་རྫོགས། ཡན་གྱི་ལྷུ་སུ་བཞུད་ནས་ཟླ་བ་དགུ་བ་བཅུ་རྫོགས་པའི་མཚམས་སུ། ཨ་ནེ་སངས་རྒྱས་བཅོམ་ལྡན་འདས་དེའི་རིགས་ཅེས་བྱས་ན་ཤཱཀྱ་རི་བ་ཤཱ་ཀྱའི་གི་རིགས། དེའི་ཡི་གེ། ཤཱ་ཀྱའི་གི་རིགས་རྒྱ་བོད་ཀྱི་ཟས་ཙོང་གི་སྲས་ལ་འཁྲུངས་པ་རེད། སྲས་པོ་ན། ག་བ་ལ་འཁྲུངས་པ་རེད་ཟེར་ན། བཀྲ་ཤིས་པའི་གཏམ་ཚེ་དུམ་པ་ནོ་ཅེ་ལུམ་པི་ནི་ཡི་ཚ་དེ་ལ་ཀི་གཏམ་པ་འོང་ཡོང་ན་འཁྲུངས་པ་རེད། ད་འཁྲུངས་པའི་སྐབས་སུ་ད་གའི་དེ་ར་མ་ཡིན་ད་གའི་དུས་ནོ་མེད་པའི་གི

ལ་སོགས་ད་ལྟ་འགའི་ང་ཚོ་མཛད་པ་བཅུ་གཉིས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་བཅུ་གཉིས་ནང་གི་དང་པོ་དགའ་ལྡན་ནས་འཕོ་བའི་མཛད་པ་དེ་ནི་བསྟན་པའི་ནང་དང། འདི་གཟིགས་ཙག་ཆེ་བ་ཡིན་ན་ཡང་དྲན་པ་ལ་བདེ་ཡག་ལ་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་པའི་དུས།